ཐུན་མོང་མ་ཡིན་པའི་ནི། གར་སེར་བའི་མཚན་མ་གཅིག་ལ་བཀོད་ནས། ཅི་འདོད་བྱས་གང་ཡིན་པའི་ཐུན་མོང་མ་ཡིན་པའི་མཚན་མ་ཆགས་དེ་སོ་སོ་སོའི། འགྲོ་འདུག་སྤྱོད་ཚུལ་དེ་ལ་མི་འདྲ་ཆགས་དེའོ། བཀའ་སྲུང་མཛད་དང་ཡུལ་བྱེད་ཚུལ་སེར་པོ་ལས། རང་གི་ངོ་བོ་བསྟན་ཏོ། ད་ཡུལ་འགྲོ་དོན་དམ་པར་ངོ་བོ་ཉིད་མེད་པ་ཡིན་ན་དེ་ཉིད་གང་ཡིན་ཀྱང་ན་དེ་ནི་དགོངས་འགྲེལ་ལས། རྣམ་པར་གཏོད་པའི་སྤྱོད་ཡུལ་ཀུན་བརྟགས་པའི་མཚན་ཉིད་ཀྱི་གནད། འདོད་བྱེད་ཀྱི་མཚན་མ་དེ་ཉིད། ཀུན་བརྟགས་པའི་མཚན་ཉིད་དེར་ཡོངས་སུ་མ་གྲུབ་ཅིང།

ཅེས་གསང་བ་ཐུགས་སུ་བྱིན་གྱིས་བསྐོར་ལ་ཡང། ཀུན་ད་བའི་མཚན་ཉིད་དེ་རིགས་ཡོངས་སུ་མ་གྲུབ་པ། མ་གྲུབ་ཅིང་ངོ་བོ་ཉིད་དེ་ཁོ་ནའི་ངོ་བོ་ཉིད་མ་ཆད་པ་ཉིད་ཅེས་གསང་བ་ཐུགས་སུ་བྱིན་གྱིས་བསྐོར་ལ། ཁྱོད་ལ་བདག་མེད་པའི་རབ་ཏུ་ཕྱེ་བ་གསལ་བརྗོད་བ། དེ་རུ་བ། མ་ཕྱེ་བ། དེ་བཞིན་ཉིད་རྣམ་པར་དག་པའི་དམིགས་པ་གང་ལགས་པ་དེ་ནི་ཡོངས་སུ་གྲུབ་པའི་མཚན་ཉིད་ལགས་ཏེ། ཅེས་དེ་འདྲའི་རྒྱུད་ལ་ཡོངས་གྲུབ་བཞག་གོ། རེས་འགའ། ཆོས་བདག་བཀའ་གཙང་ཅིང་མེད་དགག་ཅེས་ལ་ཡང། མདོ་དེ་ནི་གཞན་དབང་ཀུན་བཏགས་ཀྱི་སྟོང་བ།

གང་གི་ངོ་བོ་ཉིད་མེད་པ་ཡིད་མྱངས་པ་ལ་ངོ་བོ་ཉིད་དེ་ཁོ་ན་ཞེས་ཀུན་བརྟགས་ཀྱི་ངོ་བོ་ཉིད་གོང་དུ་སྨོས་པ་ལ་སོགས་ནས་ཅེས་པ་ཁོ་ནའི་ཞེས་པ་ནི་གཞན་བཅོས་པའི། ཅེས་པའི་གཞན་དབང་ཀུན་བརྟགས་ཀྱི་སྟོང་པ་དེ་ག་རང་ཡོངས་གྲུབ་བྱ་དགོས་རེད་མ་གཏོགས་གཞན་སྟོང་པ་ཅིག་ཡོངས་གྲུབ་བྱ་དགོས་མ་རེད་ཅེས་ན་གཞན་བཅོས་པ་རེད།

འདི་སོང་ཡོང་དོ། བྱས་ཙང་ང་ཚོ་འདི་བྱས་ཡིན་རེད་ད་ང་ཚོ་འོག་ལས་ཡོང་གོ་རེད་མ་བྱས་ནས་གར་སེ་གོ་རེད་ད་མ་བྱས་ངོ་བོ་ཉིད་སོང་བ་ངོས་བཟུང་ཁོས་དེ་ག་རང་འགྲོ་བ་གཞི་ལས་རྒྱག་ནས་ད་འདི་ཚན་གཉིས་བྱེད་དགོས་འདུག་ཀུན་ད་གཞན་དབང་ཡུལ་འགྲོ་བའི་གསུང་གི་ངོ་བོ་མཚན་ཉིད་འབྱུང་ཚུལ་དང་དབྱེ་བ་ཉོ་ཚུལ་གཅིག་བྱེད་ད་ནས་གཞི་ལས་རྒྱག་ནས།

གཏོང་ཚུལ་འདི་གཏོང་ཚུལ་བསྟན་པ་ངེས་དང་བར་གཏོང་ཚུལ་བསྟན་པ་ངེས་དོན་དུ་འདོད་པ་དང། ཕྱི་ཐག་ཇུས་གནང་བ་ལ་ལབ་གྱུར། ཕྱི་ཐག་ད་ལྟ་ང་ཚོས་གཞན་དབང་དཀོན་དག་གིས་གཏོང་དབང་ཡོངས་གྲུབ་ཏུ་བཞག་པ་དེ་ད་ལྟ་དགོངས་འགྲེལ་ནང་ལོ་གསུམ་པ་ནང་བཞིན་དག་ཁས་ལེན་གྱི་རུང། སྒྲ་ཇི་བཞིན་པ་ཁས་ལེན་གྱི་རུང། དེ་ཁས་ལེན་པ་དང་གཅིག། ངོ་བོ་ཉིད་ཐ་མ་གཉིས། ངོ་བོ་ཉིད་ངོ་བོ་ཉིད་ཐ་མ། ངོ་བོ་ཉིད་ཐ་མ་ཡོངས་གྲུབ་དེ་ངོ་བོ་ཉིད་དང་པོ་གཉིས་ཀྱིས་སྟོང་པ། ཡོངས་གྲུབ་ཏུ་འདོད་པ་ཡང་འགལ་བའོ། སུ་ལ་འགལ་བ་བཏང་སོང། ཆོས་རྒྱུད་ཀྱི་ནོར་བར་འགལ་བ་བཏང་སོང། དེ་ན་ན་ང་ཚོ་དགོན་གྲལ་དང་ལོགས་ལ་ཡང་སྟོང་ཆེན་བཞེངས་དབང་ལ་བཞག་ནས་དེ་ག་རེ་གི་སྟོང་པ་རེད་ཟེར་ན། དཀོན་བརྟགས་ཀྱི་སྟོང་དབང་ཅིག་ལ་བཞག་དགོས་རེད་མ་གཏོགས། ངོ་གཉིས་ཐ་མ་ཡོངས་གྲུབ་དེ་ངོ་གཉིས་དང་པོ་བཞེངས་དབང་དང་དཀོན་བརྟགས་ཀྱི་སྟོང་པ་ཅིག་ལ་ཡོངས་གྲུབ་བཞག་གི་རེད་བས་ཟེར་ན་བཞག་མཁན་མ་རེད་དེ་བཞག་ན་དེ་དག་དགོན་གྲལ་འདི་དག་འདུ་དང་ཡོངས་གྲུབ་ངོས་བཟུང་ཡོང་འདུ་དང་འགལ་སོང་ཟེར། ཆོས་དང་འགལ་རེད་ཟེར་དེ་རེད། སྟོང་བློ་སྦྱངས། ས་ཆུ་བུམ་པས་སྟོང་པ་ལྟར། དོན་གཞན་དུ་ཡོད་པར་བཀག་པ་མེད་ཅེས། གང་ཟག་རྫས་སུ་མེད་པ་ལྟར། གཞན་དབང་ཀུན་བརྟགས་ཀྱི་ངོ་བོ་སྤྲུལ་པས་སྟོང་པ་ཡིན་ནོ། གང་ཟག་རྫས་སུ་མེད་པ། གང་ཟག་རང་རྒྱལ་ཐུབ་པའི་རྫས་སུ་སྤྲུལ་པས་སྟོང་བ། འདི་སྟོང་པ་དང་གཞི་གཅིག་ནི། གཞན་དབང་ཀུན་བརྟགས་ཀྱིས་སྟོང་པ་དེ་ལ་ཡོངས་གྲོགས་བྱ་དགོས། དེ་ཉིད་ཡིད་ཕྱིར་འདོར་ལས། དེ་ཉིད་ཀུན་བརྟགས་པའི་མཚན་ཉིད་ཀྱི་གནས་དེར་ཡོངས་སུ་མ་གྲུབ་ཅིང་ཕྱི་ན་གཞན་དབང། ཁྱད་པར་གསུམ་ལྡན་གྱི་གཞན་དབང་དེ་ཉིད་དེ་གའི་དེ་ཡིན་པ་ན་བར་དོ་བའི་ཆོས་ཀུན་བརྟགས་པའི་མཚན་ཉིད་གནས་འདུས་བྱས་ཀྱི་མཚན་མ་དེ་ཉིད། ཕྱི་ན་ཀུན་བརྟགས་པའི་མཚན་ཉིད་དེར་ཡོངས་སུ་མ་གྲུབ་ཅིང་བསལ་འདུག། ཞེས་གསུངས་སོ། གང་གིས་སྟོང་པའི་ཀུན་བརྟགས་ནི་ད་འོ་ན་ཕྱི་ན་གང་གིས་སྟོང་ཡང་ཀུན་བརྟགས་དེ་ག་རེ་རེད་ཟེར་ནས། མདོ་འདི་ཡིས་ཀུན་བརྟགས་ངོས་བཟུང་བའི་སྐབས་སྙིང་གར་ཕྱི་ན་དགོངས་འགྲེལ་གྱི་སྐབས་སུ་ད་ལྟ་གི་ང་ཚོའི་མདོའང་ཞིག་སྙིང་པོ་སྟེ།

བྱེ་བྲག་གི་མཚན་ཉིད་དུ་མི་དང་འདི་རི་རྣམ་པར་བཞག་པ་དང་ཚུལ་ཁྲིམས་ངོ་བོ་ལ་ཀུན་བཏགས་པའི་ཀུན་བཏགས་ཡིན་པ། གཟུགས་ཀྱི་ཕུང་པོ་སྐྱེ་བའོ་ཞེས་འང་དགག་པར་བྱེད། གཟུགས་ཀྱི་ཕུང་པོ་སྤོང་བ་དང་ཡོངས་སུ་ཤེས་པ་ཞེས་ངོ་བོ་ཉིད་ཀྱི་མཚན་ཉིད་དང་བྱེ་བྲག་གི་མཚན་ཉིད་དུ་མི་དང་འདི་རྣམ་པར་བཞག་པ་གང་ལགས་པ་དེ་ནི་ཀུན་བཏགས་པའི་མཚན་ཉིད་ལགས་ཏེ། དགོངས་འགྲེལ་སྐབས་འདི་གའི་ཀུན་བཏགས་ངོས་འཛིན་གྱི་དོན་ལ་ཡང་ངོ་བོ་ལ་ཀུན་བཏགས་པའི་ཀུན་བཏགས་དང་ཁྱད་པར་ལ་ཀུན་བཏགས་པའི་ཀུན་བཏགས་གཉིས་ལ་ངོས་འཛིན་བྱས་སོང། མ་རྡོ་རི་ཡང་ཀུན་བཏགས་གཞན། ད་ལྟ་ནམ་མཁའ་ལ་སོགས་པ་ངོས་འཛིན་བྱས་མ་སོང། ད་ཨེ་གི་རྟགས་མ་ཀུན་ད་དེ་ལས་ད་ང་ཚོ་སིལ་བུ་ལས་ཡིན་གོ་འགྲོ་བྱེད་ན་ཨེ་གི་རྟགས་མ་དེ་ལ་ག་རེ་རེད། གོ་འདྲེ་ལས་མདོ་བསྟན་ག་དུ་དེར་བ། དེ་ལ་མཚན་ཉིད་ངོ་བོ་ཉུང་བ་གང་ཞེས་ན་ཀུན་ད་ཀྱི་མཚན་ཉིད་གང་ཡིན་པ། དེའི་ཅི་བྱེད་ཅེས་ཤེ་ན་དེ་ལྟ་དེ་ལ་མི་དང་དེའི་རྣམ་པར་ཤེས་པའི་མཚན་ཉིད་ཡིན་གྱི། རང་གི་མཚན་ཉིད་ཀྱི་རྣམ་པར་གནས་པ་ནི་མ་ཡིན་ཏེ། དེའི་ཕྱིར། དེའི་མཚན་ཉིད་ངོ་ཉུང་བ་ཉིད་ཅེས་བྱའོ་ཟེར་དུས་སྐད་ཟེར་ང་ཚོ་དོགས་དཔྱོད་བྱེད་ཡིན་པ། ཤེ་ན་དགོངས་འགྲེལ་དངོས་བསྟན་གྱི་ཀུན་ད་གསལ་དེ་སྐབས་ཀྱི་མི་དང་བདག་བཞག་ཚུལ་དེ་མེ་ད་བྱ་ཚུལ་ཁྱད་པར་བ་ཅིག་ལ་བཞག་དགོས་པ་མ་གཏོགས་རང་རྒྱུད་རྗོད་ཀྱི་མིན་འདུག་ཅེས་རྟོག་པས་བཞག་པ་ཚང་ལ་བཞག་དགོས་མ་རེད། དེ་གིས་མི་དང་དེའི་བཞག་ཚུལ་དེ། ཁྱེད་རང་གལ་སྲིད་ང་ཚོ་ལ་ནི་ཧུན་ཙིའི་མི་ཆེ་ལ་ཧོང་པོ་གནང་ཡོད་དུས། གལ་སྲིད་ཧུན་ཙིའི་མི་ཆེ་ལ་ཡང་དག་ཧོང་པོ་གནང་ཡོད་དུས་དེ་ནི་སྙང་ཐོག་ལ་ཡང་སྣང་ཚུལ་མི་འདྲ་གསུངས་ལེ་གི་རེད། ཁྱེད་རང་ཧོང་པོ་ཧོང་པོ་ཞེས་པའི་སྒྲ་འཇུག་པའི་འཇུག་གཞིར་སྣང་ཚུལ་དེ། དེ་གར་ཡུལ་ཐུན་མོང་མ་ཡིན་པ་ཧོང་པོའི་ཡུལ་ཐུན་མོང་མ་ཡིན་པ་སོགས་སྒྱུ་ལུས་ཀྱི་ངོས་ནས་སོ་སྣང་བ་མ་རེད། དེ་ག་རེ་རེད་ཟེར་དུས་ཧང་མངོན་བརྗོད་ཀྱི་བག་ཆགས་གོམས་པའི་དབང་གིས་རེད་བ། གོམས་པའི་དབང་གིས་ནི་ག་རེ་བར་འཇུག་གཞིར་སྣང་བ་རེད་ཅེ་ན་དེའི་མི་དང་དེའི་བྱ་སྤྱོད་དེ་འོ་དེ་འདྲའི་ཕྱིར་ཅེ་ན་དེའི་བྱ་སྤྱོད་དེ་ག་རེ་རེད། ངོ་བོ་དང་ཁྱད་པར་ལ་ཀུན་བརྟགས་པའི་ཀུན་བརྟགས་ཀྱིས་མི་དང་དེའི་བྱ་སྤྱོད་རགས་འདུག་ཅེ་ན་དེ་ག་དུས་ཀྱི་ང་ཚོ་ཀུན་བརྟགས་ཟེར་ཀུན་བརྟགས་ཚང་མར་བཞག་ན་འགྲིག་གི་མི་འདུག་བ་ཟེར་བ་རེད་བ། ཅེ་ན་དེ་ཡིན་དུས་ག་རེ་བཟོས་སོང། མདོ་དབང་བཞི་གཉིས་པའི་སྐབས་ནས་དངོས་སུ་བསྟན་པའི་ཀུན་བརྟགས་དེ་ལ་ག་འདྲི་ཞིག་དགོས་རེད་ཟེར་ན།

དེ་དེ་དག་གི་མང་པོ་ཆེའི་མི་དང་དེ་མི་འཇུག་མི་ནུས་པའི་ཡོད་པ་ཡིན་ཡང་སྲིད་ན་དེ་ག་དུ་མི་དག་བཞག་པ་དེ་ག་ལ་སོགས་མི་དག་བཞག་ཚུལ་འཆད་པའོ། བཞག་ནས་ཅི་ན་དེ་ཡོད་པ་མ་ཡིན་ཡང་སྲིད། ཡིན་ན་ཡང་ཁོ་རང་གི་མཚན་ཉིད་སྤྲོས་པ་རེད་བས་ཟེར་ན་མ་ཡིན་ཏེ། ལྟོས་པའི་དག་ཙམ་ཡིན་པའི་ཕྱིར་རོ། སྒྲ་དང་དོན་དང་ཕུང་པོ་དང་མེ་དང། དེ་རྣམས་ག་ལ་སོགས་པ་དེ་ཟེར།

དཀོན་བདག་གི་མཚན་ཉིད། དཀོན་བདག་ལ་དབྱེ་ན་ཀ་ཟི་ཡོ་ར། དེ་ཡག་པོ་ར་ཁྲེ་གུ་ར། དེ་ནས་གཞན་དབང་གི་མཚན་ཉིད་གཞན་དབང་ལ་དབྱེ་ན། དེ་ཡི་དག་ན་ཡུངས་འབྲུ་གི་མཚན་ཉིད་ཡུངས་འབྲུ་དེ་ལ་དབྱེ་ན། འོ་འདི་ག་དུ་ཚང་མ་ཨང་ཅི་ན་ངོས་འཛིན་བྱེད་དགོས་རེད། ད་འདི་ལས་ད་ནས་ང་ཚོས་ཇི་ལྟར་སྟོང་ཐུན་ཆེན་མོ་ནང་ལ་བྱེད་པ་ཡིན་ན། དཀོན་བདག་གི་མཚན་ཉིད་བཞག་ཡ་དང། ལྷག་པར་དུ་ང་ཚོ་ཡུངས་འབྲུ་གི་མཚན་ཉིད་དང་གཏད་ཚིག་མི་འདྲ་བ་ཡོད་རུང། ཆོས་ན་ཡུངས་འབྲུ་གི་མཚན་ཉིད་ག་རེ་བཞག་དགོས་རེད་ཟེར་དུས།

རྒྱ་བོད་དགུན་དུ་རྒྱ་བཟའ་མཛད་པའི་དྲང་ངེས་བཀའ་འགྲེལ་ནང་ལ་ཕྱེས་པ་ཡིན་ན་དྭགས་སུ་དར་མའི་ཡོངས་གྲུབ་མ་རེད། ད་གིན་ང་ཚོ་ལས་ཤག་གཉིས་པོ་འོག་གི་སྒྲུབ་བྱེད་ཁ་ཐོར་ལ་ཡང་དེ་དག་གིས་མང་པོ་ཞིག་མི་དང་ལྡན་འཇུག་མི་ནུས་པ་ཡོད་པ་ཡིན་ཡང་རང་གི་ཚིག་ངན་ཅན་མ་ཡིན་གྲུབ་པ་མ་ཡིན་ཏེ་རྟོགས་པའི་རྟགས་བཟང་ཡིན་པའི་ཡེ་ཤེས་དེ་དག་ནང་ལོགས་ལ་ཡང་ད་གིན་ང་ཚོ་སྲོང་བ་ན་བཞིན་གང་ཟག་གི་བདག་མེད་དང་དགྲ་དང་གདོན་དང། ཕུང་པོ་བདག་མེད་ལ་སོགས་ཡོད་རེད་བསམ་རེད། མོད་དུ་སོང་མི་རུང། དེ་ལས་བྱེད་ཉེ་བའི་ཁུངས་དེ་འདྲ་མ་རུང། ད་ང་ཚོ་གང་ཟག་གི་བདག་མེད་ཡོངས་གྲུབ་ཡིན་ཟེར་ན་དེ་ལ་བདག་སྲས་ག་རེ་གཏོང་ཡ་འདུག་ཟེར་ནས་འོ་ན་གང་ཟག་བདག་མེད་ཆོས་ཡོངས་གྲུབ་ཡིན་མ་ཐག། རེད་བ། ཨེ་གང་ཟག་བདག་མེད་ཆོས་སྟོང་ཉིད་ཡིན་མ་ཐག་ད་ཅི་བར་བ། ཆོས་ཇི་ཡིན་ན་སྣང་གྲོང་སུ་སླར་བ། དོན་གྱིས་རུ་བ། ཨེ་ན། སེམས་ཙམ་པའི་ལུགས་ཀྱི་བཞག་ཅིང་མདོ་སྡེ་པ་ཆོས་ཇི་ཡིན། སྟོང་ཉིད་རྟོགས་བ་ཐག་སྟོང།

ཡོངས་གྲུབ་སྤྱི་བོ་དེ་ག་རེ་བྱ་དགོས་ཟེར་ན། ཐུགས་རྗེ་འབར་བའི་མཉམ་བཞག་ཡེ་ཤེས་ཀྱི་བཅུད། ཆོས་ཀྱི་བདག་མེད་དེ་འདི་བྱ་དགོས་ཟེར་ན་རྣམ་དག་བཅུའི་རྣམ་གཉིས་དེ་གཅིག་པུ་ཁོ་ན་བརྗོད་པ་ཡིན་གསུང་བ་དང། འབྲེལ་བ་དེ་རྒྱག་དགོས་འདུག་ཤེ་ན་དེ་ལ་བརྟེན་ནས་ག་རེ། ཅེ་ན་ཆོས་ཀྱི་བདག་མེད་ཡོངས་གྲུབ་མ་གཏོགས་གང་ཟག་བདག་མེད་ཡོངས་གྲུབ་རེག་གི་མི་འདུག་ཟེར།